དགེ་ལུགས་སྤྱི་འཐུས་ཨ་འབྲུག་ཚེ་བརྟན་གྱིས་སྤྱི་འཐུས་གྲོས་ཚོགས་ནང་ལོགས་ལ། དཔལ་ལྡན་སྲིད་སྐྱོང་མཆོག་གིས་གྲོས་ཚོགས་ལ་མགོ་སྐོར་བཏང་སོང། དེའི་ཐོག་ལ་དཔྱད་ཞིབ་བྱས། མུ་མཐུད་ཟིན་རོགས་གནང། རྣམ་པ་ཚོ་འཚམས་འདྲི་བཀྲ་ཤིས་ལས། ངས་བརྙན་ལུས་ཟིན་ཟིན་གནང་མཁན་ཚང་མ་ལོགས་ལ་འཚམས་འདྲི་བཀྲ་ཤིས་ལས་ཞུ་བ་ཡིན། དེ་རིང་གི་བརྙན་ཐུང་འདི་ནང་ལོགས་ལ། བོད་དམག་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང་ལོགས་ལ། རྩ་བའི་ག་རེ་བཤད་པ་ཡིན་ནས་ཁོ་རང་ཚོས་ཀྱི་དམར་གཅོད་རང་དབང་རེད་ག་རེ་བཤད་བཤད་རེད་ག་རེ་ལབ་ལབ་རེད། ཡིན་ནི་ཡ་སྐད་ཆ་ག་རེ་ཡིན་པ་ཡིན་ནི་ཡ་སྐད་ཆ་ག་ཞིག་ལ་མཚམས་ཡོད་པ་དེ་གལ་ཆེན་པོ་ཞུ་བཞིན་རེད་བསམ་གྱི་འདུག་དམིགས་བསལ་གྲོས་ཚོགས་ནང་ལོགས་ལ་སངས་རྒྱས་ནམ་ས་ཆོས་སྡེ་ལྔའི་དགེ་ལུགས་རི་བོ་དགེ་འདུན་པའི་དྲིན་ཚབ་པ་གཉིས་ཀྱིས་བཀའ་མོལ་གནང་སྟངས་ཀྱི་ཐོག་ལ་དེ་རིང་དཔྱད་ཞིབ་བྱེད་ཀྱི་ཡིན་དང་པོ་དེ་ལ་ཨ་ནི། ཨ་འབྲུག་ཚེ་བརྟན་གྱིས་སྐད་ཆ་ག་རེ་བཤད་བྱ་དེ་རྣམ་པ་ཚོ་སྟོན་ཆོག་ཅིག། དེ་ནས་ད་དོན་དག་ཞག་དག་ཅིག་ལ་ཡང། འདི་སྔས་མའི་གྲོས་ཚོགས་ཀྱི་སྐབས་ལ་ཡང་དག་སྐད་གྲགས་ཆེན་པོ་བྱུང་དེ་ཡག་གི་ཨ་རིག་གི་བོད་གྲོང་སྐོར་དེ་རེད། ཨ་རིག་གི་བོད་གྲོང་སྐོར་ལ་ཆ་བཞག་པ་ཡིན་ན་སྐབས་དུས་དུས་སོ་སོ་ང་ཚོ་རྩིས་ཁྲ་ཚོགས་ཆུང་གི་ནང་ལ་ཡོད་ལ་དུས་དུས་མཐོང་སོང། མཐོང་པ་ནང་བཞིན་གྲོས་ཚོགས་འདིའི་ནང་ལོགས་ལ་ཅོག་ཅེ་གྲོས་ཆོད་ཅིག་ཁེལ་བ་ཡིན། འདི། གནས་སྟངས་འདི་གོ་ས་མ་འདུག་བསམ་སོང་པས་རེད་དེ་ཡིན་ན་ཡང་གྲོས་ཚོགས་འདིའི་ཐོག་ནས་དེ་ལ་རྒྱབ་སྐྱོར་བྱེད་ཅེས་བཀའ་འཁྲོལ་གནང་ཡོད་རེད། བཀའ་འཁྲོལ་དེ་སྨྲ་ན་མཐའ་མེད་འདྲ་བོ་ཆགས་ཡོད་རེད་ག་ལ་ན་སྐབས་དེ་དུས་དཔལ་ལྡན་སྲིད་སྐྱོང་མཆོག་གིས་དཔེ་དེབ་ཀ་མེད་ཤུགས་ཆེན་པོ་ཅིག་ག་རེ་གནང་ཡོད་རེད་ལ་ན། ད་འདི་བོད་གྲོང་འདི་ཞེ་དྲག་གི་གལ་ཆེན་པོ་ཡིན་ང་ཚོ་ལོ་མང་པོ་ལ་དཀའ་ལས་རྒྱབ་ཚར་རྒྱུ་ཡིན། ད་དེ་རིང་འདི་ནས་བཀའ་འཁྲོལ་མ་ཐོབ་པ་ཡིན་ན་རྗེས་མ་འདི། གཟི་བརྗིད་མ་འདི་འདྲའི་གོ་སྐབས་འདི་ཁག་པོ་ཞུ་བཅུག་ཡོད་ང་ཚོ་གྲ་སྒྲིག་ཨང་གསལ་ཡིན་གྲོས་ཚོགས་ཀྱི་གལ་སྲིད་བཀའ་ཁྲོལ་མ་གནང་པ་ཡིན་ན། ད་མ་འོངས་པ་དེ་འདྲའི་འདྲ་ཡོད་ཀྱི་ད་དཔེར་དུ་ང་ཚོ་བོ་དོང་གི་ཐོག་ལ་ད་ལས་གཞི་ཆེན་པོ་གཅིག་བཀའ་བསྟན་ཇི་སྙིད་འགྲོ་འདུག་གྲོས་ཚོགས་ཡིན་མདོག་མདོག་གི་ཀ་མེད་ཅིག་གནང་བྱས་ནས་ཐ་མ་དེ་གྲོས་ཚོགས་འཐུས་མི་སེམས་པ་ཆུང་ཆུང་མང་པོ་ཅིག་གི་ཐད་ལ་རྒྱབ་སྐྱོར་བྱས་ཕྱིར་ཐ་མ་བཀའ་ཁྲོལ་ཐོབ་རེད། ད་བཀའ་ཁྲོལ་ཐོབ་པའི་གནས་སྟངས་འདིའི་ཐོག་ནས་ག་རེ་ཆགས་འདུག་དངོས་གནས་ཚོ་བཀའ་བསྟན་སྲིད་སྐྱོང་གིས་གྲོས་ཚོགས་ལ་དབུ་སྐར་བཏང་བའི་གནས་སྟངས་ཆགས་འདུག་དཔལ་ལྡན་སྲོལ་རྒྱུན་གྱི་གྲོས་ཚོགས་ལ་དབུ་སྐོར་བཏང་བ་ཡིན་ན་ད་གར་ཆད་ཡོད། དངོས་གནས་བྱས་ན་གྲོས་ཚོགས་ཚད་ལྡན་ཅིག་ཡིན་ན་བཀའ་ཤག་འཕོ་འགྱུར་བཏང་ཡག་གི་གནས་སྟངས་རེད་དེ། ཡིན་པ་ཡིན་ན་ངས་གོང་དུ་ཞུས་པ་ནང་བཞིན་ད་དམ་བདག་རྙིང་མ་ལྔ་བསྡུ་བའི་དུས་ཚོད་ཆགས་བསྡད་ཡོད་རེད། བདེན་པ་ལ་བཤད་ས་མེད་པ་དང་བདེན་རྫུན་གཉིས་ཀྱི་ནང་ནས་རྫུན་མ་ལ་རྒྱལ་ཁ་ཐོབ་བསྡད་གནས་སྟངས་དེ་འདྲའི་ཅིག་གི་ཐོག་ནས་ད་ང་ཚོ་གྲོས་ཚོགས་འཕོ་འགྱུར་བཏང་གི་འགྲོ་བ་ཡིན་ན། ད་དེ་མགོ་མ་ནག་ཉེར་འཚོལ་བྱ་གི་རེད་བ། རེད་དེ་ཡིན་ན་ཡང་སྐབས་དེ་དུས། བཀའ་ཤག་གི་དངོས་གནས་དྲ་ནས་གྲ་སྒྲིག་ཨང་གསལ་དཔེ་ཆ་སྤྲད་ཆོག་ཆོག་ས་ཆ་བལྟ་དགོས་ཡོད་པའི་གནས་སྟངས་ཀྱི་སོང་ཆེད་ནས་ང་ཚོ་འདི་ནས་བཀའ་འཁྲོལ་ཐོབ་བ་རེད་ད་དེ་རིང་འདི་ནང་ལ་བཀའ་འཁྲོལ་མི་འདུག་ཨ་ད་ག་རེ་ཆགས་བ་རེད། ལྷག་པོར་དུ་ས་གནས་ས་ཐོག་ལ་འགྲོ་མྱོང་ཀུ་རེ་བྱེད་དུས་ཀྱི་ས་གནས་ས་ཐོག་ལ་འགྲོ་མྱོང་ཆགས་གཞི་དེ་ཚོ་ཞི་བུ་ཡག་པོ་འདུག་གསུང་ཉན་བྱུང་སོང། ངས་སྐབས་དེ་དུས་ང་ས་གནས་ས་ཐོག་འགྲོ་མྱོང་ཆགས་གཞི་གང་ཡང་མི་འདུག་གདའ། ཆགས་གཞི་མེད་པ་ཙམ་དུ་མ་ཟད་འདི་ག་ལ་རྙོག་དྲ་ཆེན་པོ་འདུག་ཟེར་ནས། ཐ་ན་རྣམ་པ་ཚོ།
གཟིགས་བདེ་བ་འདི། ཨ་འབྲུག་ཚེ་བརྟན་གྱིས། མི་ནི་སོ་ཀྲ་ནང་ལོགས་ལ་བོད་ཀྱི་གྲོང་སྡེ་ལས་གཞི Tibet Town Project དང་འབྲེལ་བ་ཡོད་པའི་ཐོག་ནས། ལས་གཞི་འདི་དང་འབྲེལ་བ་ཡོད་པའི་ཐོག་ནས་བཀའ་ཤག་གི་གྲོས་ཚོགས་ལ་མགོ་སྐོར་བཏང་གི་འདུག་ད། འགྱོད་པ་རྒྱུ་མཚན་འདི་ལ་བལྟས་ཅི་བྱེད་བྱེད། བཀའ་ཤག་ཡག་པོ་སྦྱིན་པ་ན་དམིགས་བསལ་མེད་གྲོས་ཚོགས་ཡག་པོ་སྦྱིན་པ་ཡིན་ན། བཀའ་ཤག་འཕོ་འགྱུར་བཏང་ན་ཡང་འགྲིག་གི་རེད་ལ་སྐད་ཆ་འདི་དང། ད་དེང་སང་བདེན་པ་དང་རྫུན་མ་གཉིས་ཀྱི་བར་ལ། རྫུན་མ་ལ་རྒྱལ་ཁ་ཐོབ་ཀྱི་འདུག་ལ་དེ་འདི་ཐོག་ལ། ད་དངོས་གནས་དྲང་གནས་ཀྱི་མི་ནི་སོ་དྲག་གི་གྲོང་སྡེ་ལས་གཞི་འདི་ཐོག་ལ་ཕྱི་གསལ་ནང་གསལ་ག་བ་ཀླད་རེད་བས། པ་ནི་སྲིད་སྐྱོང་མཆོག་གིས་འགྲེལ་བཤད་བྱེད་ཀྱི་ཡོད་རེད་རྣམ་པ་ཚོ་འགྲེལ་བཤད་དེ་ཟིན་རོགས་གནང། ད་དེ་ནས Minnesota བོད་གྲོང་ལས་གཞི་དང་འབྲེལ་བའི་ཐོག་ནས་ཐུགས་ཁུར་ཆེ་བསྟོད་ཆོག་ད་གསལ་བཤད་དེ་ད་ད་ལྟ་ག་བ་ལ་ཡོད་རེད་དངུལ་དེ་ད་ལྟ་རྩིས་འགོ་ནང་ཐོང་མི་འདུག་ཟེར་ནས་འདི་སོང་ན་སོང་ད་ད་ལྟ་དུས་ཚོད་ལ་ད་ངས་ཁ་ཚིག་ཁ་ཚིག་མ་ཞུ་གི་ཟེར་བཤད་ཞུས་པ་ན་ཤིང་གིས་ད་ལྟ་ད་ལྟ་འདི་ག་ཅིག་དངུལ་དེ་ཁ་ཚུར་ད་ལྟ་འགྲོ་ཡས་ཀྱི་ད་ལྟ་གནས་སྟངས་དེ་ད་ལྟ་བྱུང་མི་འདུག་ཨ་ནི་དེ་ཡིན་དུས་གང་ལ་དེ་འབྲེལ་གྱི་ཐོག་ནས་རྩིས་འགོ་ནང་ལ་མ་སླེབས་པ་དེ་འདྲས་ཆགས་ཡོད་སྲིད་ཀྱི་རེད་དེ་གལ་སྲིད་དེ་གང་ལ་འགྲེལ་བཤད་ཕ་མ་དེ་འདྲས་གལ་སྲིད་དགོས་དགོས་སྲིད་པ་ཡིན་ན་བ་འདི་སྲིད་སྐྱོང་མཆོག་ནས་འགྲེལ་བཤད་གནང་རོགས་བྱེད་བཞིན་འདི་ཞུ། ཚོགས། བཀའ་ཤག་གི་གྲོས་ཚོགས་དབུ་སྐོར། བཏང་གནང་བ་དང། དེའི་རྒྱུ་མཚན་ལ་བརྟེན་ནས་འཕོ་འགྱུར་བཏང་དགོས་པའི་གནས་སྟངས་སྐོར་ཅིག་གསུངས་པ་འདྲ། ད་ཐིག་སོ་སོའི་གིས་འདོད་པ་རེད། གནད་དོན་འདི་ད་ལྟ་མི་ནི་སུ་དག་གིས་བོད་པའི་གཞིས་ཆགས་ཀྱིས་བཙུགས་ཐུབ་པ་ཡིན་ན་དེའི་ཆེད་དུ་ཨ་ནི་བཀའ་ཤག་གིས་འདོད་བློ་ཆ་ཚང་ཅིག་ཁངས་པ་བྱུང་བ་ཡིན་ན་ཨ་ནི་ཨ་རིའི་འགྲོ་ལ་ཟ་ཡ་ཞིག་ཅིག་ང་འདོན་བྱེད་ཡག་གི་དང་འབྲེལ་བའི་གནས་ཚུལ་ཐོག་ནས་རེད། ང་ནི་གྲོས་ཚོགས་སྐབས་ལ་བཀའ་གྲོས་ཞུ་བ་རེད། བཀའ་གྲོས་ཞུ་དུས་ཚང་པ་འདིའི་སྐོར་ལ་ཡང་གླེང་སློང་མང་པོ་བྱུང་ཡོད་རེད་ད་ལྟའི་བརྒྱུད་རིམ་ཚང་མ་ཅིག་ཡང་བསྐྱར་ཞུ་དགོས་ཡག་གི་གནས་སྟངས་གང་ཡང་མཐོང་མི་འདུག་དེའི་རྗེས་སུ་ག་རེ་ག་རེ་གནང་ཡོད་མེད་བཟོ་པ་ནས་ཕྱི་དྲིལ་བཀའ་བློན་མཆོག་ནས་ད་ལྟ་གྲོས་ཚོགས་ལ་སྙན་གསང་ཞུ་ཟིན་ཚེ་རེད་གླེང་དུས་ཚང་པ་བསྐྱར་ལྡབ་བྱེད་དགོས་ཡག་གེ་མི་འདུག་དེ་ཡིན་ནི། འདི་དཔལ་ལྡན་ཆོས་རིག་བཀའ་བློན་མཆོག་གསུང་གྲུབ་པའི་རྗེས་ལས་གུ་རུའི་སྤྱི་ཏི་གཅིག་ཡང་བརྒྱ་འདི་གསུངས་པའི་སོང་ཙང་བཀའ་ཤག་ངོས་ནས་ལན་གཅིག་རྒྱབ་དགོས་ཀྱི་ཡོད་རེད་འདི་གསལ་པོ་བཟོ་དགོས་ཀྱི་ཡོད་རེད་ནི་ཉེས་པ་འདོགས་མི་འདོགས་གྲོས་ཚོགས་འཐུས་མི་རྣམ་པ་ཚོ་དགོངས་པ་བཞེས་ཡ་རེད་དེ་བས་དུས་ད་གྲོས་ཚོགས་ནས་བཀའ་འཁྲོལ་བྱུང་བ་ནས་བྱས་ནས། ང་ཚོའི་གྲོས་ཚོགས་ནང་བགྲོ་གླེང་མང་བོ་བྱུང། བཀའ་འཁྲོལ་བྱུང་བ་ནས་བྱས་ནས་གྲོས་ཚོགས་སྐབས་ལ་སྙན་གསང་ཞུས་པ་ནང་བཞིན་བྱས་ནས། དཀའ་རྙོག་མེད་པ་ཅིག་ང་ཚོར་གདེང་ཚོད་ག་རེ་དགོས་ཀྱི་ཡོད་རེད་ཟེར་ན་ས་ཡ་ཞིག་ཕར་གཡར་བ་ཡིན་ན་ས་ཡ་ཞིག་ཚུར་ལོག་ཐུབ་ཡག་གི་གདེང་ཚོད་དེ་དགོས་ཀྱི་ཡོད་རེད། དེའི་གདེང་ཚོད་དེ་མ་སླེབས་ཀྱི་བར་དུ་བཀའ་ཤག་གི་ཡིན་པ་ཡིན་ནའི་གཡག་གི་མར་དྭགས་སུ་བྱས་ནས་དེ་དུས་གྲོས་ཚོགས་ལ་ཞུས་ཡོད་ད་ལྟ་ཡིན་ནའི་གྲོས་ཚོགས་ལ་དྭགས་རང་ཞུ་གི་ཡོད་མ་གཏོགས་ཅི་གི་དེ་ལ་འགྱུར་བ་གང་ཡང་མེད། བྱས་ཙང། ཉེ་བའི་ཆར་ལ་ཡང་དེའི་སྐོར་ལ་གནས་སྟངས་ག་རེ་བྱུང་ཡོད་མེད་ཞུ་ངེས་ཞིག་བྱུང་མ་སོང་སྟེ་ཡིན་ནས་གྲོས་ཚོགས་ནས་བཀའ་འཁྲོལ་ཐོན་པ་ནས་བྱས་ནས་ས་གནས་རང་ལ་ཡང་བོད་རིགས་སྤྱི་མཐུན་ཚོགས་པ་ཁོ་རང་ཚོས་ཀྱི་ནང་ལོགས་ལ་གནད་དོན་གཉིས་ཞིག་བྱུང་བར་བ་གཅིག་དེ་ཕྱི་གསལ་ནང་གསལ་མི་འདུག་ཟེར་ཡ་དེ་དང། གཉིས་དང་གཉིས་དེ་བོད་རིགས་ཚོགས་པ་ལ་ཡང་འགན་དེ་ཙམ་མི་འདུག་ཟེར་ཡ་དེ་གཉིས་གཉིས་གནད་དོན་དེ་ཁྱེད་རང་ཚོ་ནང་ཁུལ་ལ་གསལ་ཞོག་ཟེར་ལབ་ནས་བཀའ་ཤག་གིས་ལམ་སྟོན་ཕུལ་ཡོད་རེད། དོན་གཅོད་ཀྱི་བརྒྱུད་ནས་དེ་མ་གཏོགས་སྤྱི་འཐུས་བོད་རིགས་ཚོགས་པའི་གི་ལས་དོན་གནང་བ་ལ་ཡང་ཐེ་བྱུས་བྱེད་ཡའི་དབང་ཚད་དེ་དོན་གཅོད་ལས་ཡོད་མ་རེད་དོན་གཅོད་དེ་ཕྱི་ལི་ལི་ཧུང་གི་ཁྱབ་ཁོངས་ཆགས་ཀྱི་ཡོད་རེད་ཕྱི་ལི་ལི་ཧུང་དེ་བོད་མི་སྒྲིག་འཛུགས་ཀྱི་འཛིན་སྐྱོང་གི་ཁྱབ་ཁོངས་ཆགས་ཀྱི་ཡོད་དུས་བསམ་པ་ལ་ཡང་དེ་ལ་ཐེ་བྱུས་བྱེད་ཡའི་གི་དབང་ཚད་དེ་ཡོད་མ་རེད་བྱས་ཙང་རྒྱུན་ལས་འཕོ་འགྱུར་ཕྱིན་པ་དང་དེ་ཚོའི་གི་བརྒྱུད་རིམ་གི་ཐོག་ནས་ད་ལྟ་ཡིན་པ་ཡིན་ནའི་ང་ནི། དེའི་པཱ་ར་དེར་དང་གནས་ཚུལ་ཅི་གར་ཆགས་པ་རེད་ཟེར་ན་ས་ཆ་དེ་ཤོར་བ་རེད་སྙེ་མ་མིང་ཚུགས་བྱས་བཞག་པའི་ས་ཆ་དེ་སྐབས་དེ་དུས་ཞུ་བའི་དང་རང་རེད། བཀུར་འོས་སྤྱི་འཐུས་འགས་ད་ལྟ་གྲོས་ཚོགས་ནང་གསུང་བའི་དེར་ཡང་སྐབས་དེ་དུས་ཚངས་པ་བཀའ་འཁྲོལ་མ་ཐོན་པས་ཡིན་ན། ང་ནི་ས་ཆ་དེ་ཤོར་འགྲོ་གི་ཡོད་པའི་གི་གནས་སྟངས་ཤིག་རྩ་དྲག་པོ་ཞུ་ཅིག་ཤེས་པ་དང་ད་དེ་ལྟར་མ་ཡིན་པའི་གི་གནས་སྟངས་སུ་རེད་དེ་དེ་འདྲ་མ་རེད་ཟེར་ནས་ཞུ་བའི་དེ་ག་རེད་ཟེར་ན། ལྷིང་འཇགས་ཡོང་ཡ་དེ་དང་དེའི་སྔས་ལ་འགན་འཁུར་ཡ་དེ་ག་དེ་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་རང་གི་འགན་ཁེ་བྱས་ས་སྔ་རྗེས་ཆགས་པ་ཡིན་ན་འགྲོ་དགོས་ཀྱི་ཡོད་རེད་དེའི་པ་ར་དེ་ལ་ས་ཆ་དེ་ཤོར་ཕྱིན་པ་རེད་ད་ས་ཆ་དེ་གི་ཆ་ཤས་གཅིག་བཙོང་ཚར་འདུག་ཟེར་ད་ཆ་ཚང་མ་ར་ན་ང་ཚོ་ལ་གོ་ཆོད་ཀྱི་ཡོད་མ་རེད་ད་ང་ཚོ་ལ་ལན་ར་ཡ་དེ་དེའི་རྗེས་ལ་ཡ་ད། ངེས་མེད་ཀྱི་ས་ཆ་དེ་ལས་ཆེ་ས་ཞིག་སྙེ་མ་དེ་ཨེ་ཀ་བརྒྱ་བཅུ་ཞིག་ཡོད་རེད། དེ་ལས་ཆེ་ས་ཞིག་ཨེ་ཀ་བརྒྱ་ལྷག་ས་ཞིག་ཡོད་ས་ས་ཆ་ད་ད་ལྟའི་སྐྱེས་མའི་ས་ཆ་དེ་རག་གི་ཡོད་མ་དེ་ས་ཆ་གཞན་པ་ཆེ་ལ་ཡང་འཐབ་རྩོད་བྱེད་འདོད་ཀྱི་ཡོད་འོན་ཏེ་སྙེ་མ་གི་གལ་སྲིད་དེ་འདྲའི་ལས་གཞི་ཅིག་བྱུང་བ་ཡིན་ན་དེའི་ནང་ལ་མཉམ་ཞུགས་བྱེད་ཀྱི་ཡིན་ཟེར་མཁན་གྱི་ཕོ་བྲང་དེ་གའི་ཚང་མ་ལོ་ཐང་གི་དཔལ་ལྡན་ཤེས་རིག་བཀའ་བློན་མཆོག་གིས་སྙན་གསང་ཞུས་པ་དག་རང་རེད་དེ་ད་ད་མུ་མཐུད་གནས་བསྡད་ཡོད་རེད་ད་ད་ཡིན་པ་ཡིན་ནས། ང་ཚོའི་འཛིན་སྐྱོང་ངོས་ནས་ད་ལོ་ལོག་གི་སྔོན་རྩིས་རྫོགས་འགྲོ་གི་ཡོད་རེད། བཀའ་འཁྲོལ་དེ་རྫོགས་འགྲོ་གི་ཡོད་རེད། ད་ལོ་རྗེས་མར་གལ་སྲིད་ཁོ་རང་ཚོ་དེ་འདྲའི་མཐུན་རྐྱེན་ཅིག་དགོས་ཀྱི་ཡོད་པ་ཡིན་ན། ང་ཚོའི་འཛིན་སྐྱོང་ལས་ཡིན་པ་ཡིན་ནས་ཡིད་ཆེས་ཉེ་བ་ཞིག་བཟོ་ཐུབ་དགོས་ཀྱི་ཡོད་རེད། གྲོས་ཚོགས་ལས་སྙན་ཐང་ཞུ་ནས་གྲོས་ཚོགས་ནས་བཀའ་འཁྲོལ་ཐོབ་ན་མ་གཏོགས་ཅིག་ཡང་བསྐྱར་གཡས་གཡོན་གྱི་ལང་ཀ་དེ་ཡོད་མ་རེད། འོ་དེ་དེ་འདྲའི་ཅིག་གི་གནས་སྟངས་ཤིག་ང་སླེབས་དུས་གྲོས་ཚོགས་ལ་དབུ་སྐོར་ཞུ་བཞག་པ་དེ་འདྲའི་གནས་སྟངས་གང་ཡང་ཆགས་ཀྱི་མེད། ལས་དོན་བྱེད་ཕྱོགས་དང་འབྲེལ་ནས།

གྲོས་ཚོགས་སྤུས་དག་པོ་ཡག་པོ་ཅིག་ཡིན་པ་ཡིན་ན་བཀའ་ཤག་ཁོ་རང་འཕོ་འགྱུར་གཏང་དགོས་ཡ་གི་གནས་སྟངས་དེ་འདྲ་ཅིག་ཆགས་མ་སྲིད་པ་མ་རེད་ཅེས་ཅེས་ཅེས་སྐད་ཆ་བཤད་བསྡད་པས་དེ་དཔའ་འདེད་སྲིད་སྐྱོང་མཆོག་གི་འགྲེལ་བཤད་གནང་ལོག་ལ་གསལ་བོ་ཞུ་ཅིག་ཆགས་སོང་བསམ་གྱི་ཡོད། མི་ནི་སོ་ཀྲའི་གྲོང་སྡེ་བོད་ཀྱི་གྲོང་སྡེ་བཙུགས་ཡ་དེའི་གནང་ལོག་ལ་གནས་ཚུལ་རབ་དང་རིམ་པ་མང་པོ་ཅིག་བྱུང་བ་རེད། དེའི་ནང་ལོགས་ལ་ཨ་ནི། ཕྱི་གསལ་ནང་གསལ་མེད་བ་དང་གནས་ཚུལ་མང་པོ་བྱུང་བ་རེད། དེ་ཚོ་ཕྱི་གསལ་ནང་གསལ་མེད་བ་དེ་འདྲ་གལ་མ་རེད། མི་ནུས་སོ་ར་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུ་ལས་འཕོ་འགྱུར་འགྲོ་བསྡད་པའི་སྐབས་ལ། ཨ་འདི། རྒྱུ་ལས་གསར་བ་དེ་ཚོ་ནང་ལོགས་ལ། ཨ་འདི་གནས་ཚུལ་འདི་དང་སྐོར་ལ་ཨ་ཅིག། གསལ་བོ་ཞུ་བཞིན་མེད་བས་ཀྱི་གནས་སྟངས་དེ་འདྲ་ཅིག་ཆགས་པའི་སྐབས་ལ་གནས་ཚུལ་བྱུང་བ་རེད། དེའི་ནང་ལོགས་ལ་ཡང། མི་ནུས་སོ་ར་བོད་རིགས་སྤྱི་མཐུན་ཚོགས་པའི་ཀྱི་ལས་དོན་བྱེད་ཕྱོགས་ནང་ལོགས་ལ་ཡང། རྒྱུ་ལས་རེ་ཟུང་གིས་ལས་གཞི་འདི་ལ་མུ་མཐུད་དང་རྒྱབ་སྐྱོར་མེད་པ་ཞིག་མུ་མཐུད་དུ་རྒྱབ་སྐྱོར་མེད་པ་འདི་ཁོ་རང་ཚོས་མུ་མཐུད་དུ་རྒྱབ་སྐྱོར་མར་དང་འདི་བརྒྱབ་ནས་མུ་མཐུད་དུ་རྒྱབ་སྐྱོར་མ་བྱེད་ཤོག་འདི་ལ་སྟོན་པ་བཏང་ཤོག་ཟེར་བྱས་བྱས་དེ་འབྲེལ་གྱི་འཆར་གཞི་སྒྲིག་བྱས་བྱས་འདིའི་སྐབས་ལ། ཨ་ནི་མི་ནི་སོ་ར་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུ་ལས་བཅས་ཀྱིས། ཁོ་རང་ཚོའི་ཚོགས་འདུ་དམིགས་བསལ་ཚོགས་འདུ་དེ་རིང་མ་འཚོགས་པ་བྱས་བྱས་བྱས། ཁོ་རང་ཚོའི་གི་བྷོད་སཱབ་ཀྱི་ཚོགས་པ་དེ་འདྲས་ཅིག་གནང་ལོ་ལ། སྐད་ཆ་དེ་ཁིན་ལེ་བྱས་བྱས་བྱས། ཆུ་ཚོད་གཅིག་གཉིས་གནང་ལོ་ལ། ཡིག་ཆ་དེ་ཡི་གེ་དེ་འདྲས་ཅིག་བཀའ་ཤག་ལ་བཏང་གི་ཡིན་དེའི་ནང་ལ་མཚན་རྟགས་བརྒྱབ་ཀྱི་ཡིན་ལ་བྱས་བྱས། མཐའ་མ་དེ་གནང་ལོ་ལ་རྒྱུ་ལས་བདུན་རྒྱས་ཀྱི་མཚན་རྟགས་བརྒྱབ་པའི་གནས་ཚུལ་ཅིག་དང། དེའི་རྒྱུ་ལས་མདུན་བསྐྱེད་ནང་ལོགས་ནས་རྒྱུ་ལས་གཅིག་གིས་ཕྱིར་བསྡུ་བྱས་པ་རེད་གྱུར་ཏེ་ཕྱིར་བསྡུ་བྱས་བའི་རྒྱུ་བ་རྒྱུ་མཚན་ག་རེ་ལབ་པ་ཡིན་ན་གནས་ཚུལ་ག་རེ་ཡིན་པ་དེ་ང་ལ་དྲི་མ་ཇི་བཞིན་རྩ་བ་ཉིད་ནས་ཡག་པོ་ཤེས་མ་སོང། ངས་མིང་བྲིས་བཞག་ག་གལ་ཆེ་ན། མིང་བྲིས་བཞག་ག་ཞེས་ལབ་པའི་སྐབས་ལ་འདི་སྐབས་ལ་རྒྱུ་ལས་བུད་མེད་ཅིག་འདི་ང་ལ་མགོ་སྐོར་བཏང་སོང། བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་གཅིག་གིས་ཨ་ནི་གནས་ཚུལ་འདི་རྒྱུན་ལས་ཀྱི་ཚོགས་འདུའི་ནང་ལོགས་ལ་རྒྱུན་ལས་ཀྱི་ཚོགས་འདུ་འདི་ནང་ལོགས་ལ WhatsApp གི་ཁ་པར་དེ་ནང་ལོགས་ལ་ཨ་གནས་ཚུལ་ཅིག་བླངས་བྱས་བྱས་གནས་ཚུལ་འདི་ལ་ཨ་ནི་མ་བིན་འཁྲབ་བྱས་བྱས་བྱས་ཨ་ནི་རྒྱབ་སྐྱོར་བྱས་བྱས་བྱས་བྱས་ཨ་འདི་ལ་ཨ་ནི་བུ་མོ་རྒྱུན་ལས་ཡོད་རྒྱུ་བུད་མེད་ཅིག་ལ་གནས་ཚུལ་ཧ་མ་གོ་བའི་ཐོག་ནས་ཀུན་མ་ཚོང་འདུས་ག་དུས་འཚོག་ཡ་ཡིན་མེད། ཚོང་འདུས་འདི་ནང་ལ་སྐད་ཆ་ག་དུས་གླང་རྒྱུ་ཡོད་མེད། ཚོང་འདུས་འདི་ནང་ལ་དོན་དག་མ་གྲུབ་པའི་དོན་དག་ལ། འདིའི་སྐབས་ལ་སྤྱི་འཐུས་གྲོས་ཚོགས་ལ་ཡི་གེ་བཏང་བྱས་བྱས་བྱས་ཏེ་དོན་དག་མ་གྲུབ་པའི་བཟོས་པ་རེད། ད་ཡིན་ནས་འདིའི་རྗེས་ལ་ཡང་གནས་ཚུལ་ག་རེ་བྱུང་ཡོད་ན་མཁས་པ་མི་འདུག་བསམ་སྲིད་རྒྱུ་མཚན་ག་རེ་སླ་བ་ཡིན་ན། རྒྱུ་ལས་ནང་ལོགས་ལ་ཕྱི་གསལ་ནང་གསལ་གོ་དགོས་ཡ་ད་ཁ་གསལ་བོ་གོ་དགོས་ཡ་དེ། གནས་ཚུལ་ག་ཤེད་ཞིག་ཐོག་ལ་ཕྱི་གསལ་ནང་གསལ་བཟོས་ཡོད་པ་ཡིན་ནའི་ཕྱི་གསལ་ནང་གསལ་མེད་ཟེར་གྱི་སྐད་ཆ་བཤད་བསྡད་རྒྱུ་གནས་ཚུལ་མང་པོ་ཞིག་ངས་ཧ་གོ་གོ་ཡོད། ད་ཡིན་ནའི་འདི་ཡིན་པ་ཡིན་ནའི་མཁས་བ་ཆེ་མི་འདུག་ད་དེའི་ཐོག་ལ་ཨ་ནི་དཔའ་འདེ་བཀའ་ཤག་མཆོག་ནས་རེད་ཨ་ནི་ད་ནས་བཞིན་གྱི། སྐུ་ཚབ་དོན་གཅོད་ལས་ཁུངས་ནས་ཡ་ཨ་ནི། ཚོགས་འདུའི་འདོན་པའི་ཚོགས་བྱས་བྱས་བྱས་ཨ་ནི་ཁྱོད་རང་ཚོ་གནས་ཚུལ་ག་རེ་ཡིན་པ་ད་ཕྱི་གསལ་ནང་གསལ་བཟོས་ཤོག་ཕྱི་གསོལ་ནང་གསལ་ག་རེ་ཡིན་པ་དེ་གསལ་བོ་ཞིག་བཟོས་ཤོག་ཟེར་བྱས་བྱས་གནས་ཚུལ་མང་པོ་ཞིག་བྱུང་གི་རེད།

འདིའི་སྙོད་ལ་ས་ཆ་གཅིག་ཡོད་པ་གཅིག་དང་ས་ཆ་དེ་མགྱོགས་པོ་དེ་ནང་བཀའ་ཁྲོལ་མ་རག་པ་ཡིན་ན་ས་ཆ་དེ་ཤོར་གྱི་ཡོད་པ་གཅིག་དང་དེ་ཚོ་གནས་ཚུལ་དེ་བརྒྱ་ཆ་བརྒྱ་ཐམ་པ་བདེན་པ་རེད། ད་ས་ཆ་ཤོར་ས་པའི་རྗེས་ལ་ད་འདོད་པའི་གལ་སྲིད་བཀའ་ཤག་གིས་འདི་མི་ནུས་སོ་ད་བོད་རིགས་སྤྱི་མཐུན་ཚོགས་པའི་གི་ད་ཚོགས་ཆུང་འདི་གཞིས་གྲོང་ལས་གཞི་འདི་གི་ཚོགས་ཆུང་འདི་ལ་དངུལ་སྤྲད་ཡོད་པ་ཡིན་ན་ཨང་སྐད་ཆ་བཤད་དགོས་ཡ་ཕྱིར་བ། བཀའ་ཤག་གིས་ཕྱི་གསལ་ནང་གསལ་གྱི་ཐོག་ནས་གནས་ཚུལ་ག་རེ་ཡིན་པ་དེ་ཇི་མ་ཇི་བཞིན་གཙང་མ་གཙང་རྐྱང་འཆར་གཞི་དང་གདེང་ཚོད་ཡོད་པ་ཅིག་མ་རག་པ་ཐོག་ཨང་བཀའ་ཤག་ཡིན་པ་ནས་དངུལ་བཏང་གི་མ་རུང་བ། དེ་འདྲ་སོང་ཚེ་ད་ལྟའི་གི་ལས་གཞི་འདི་ཨ་ནི་གནས་ཚུལ་རབ་དང་རིམ་པ་མང་པོ་ཅིག་བྱུང་འདི་ཡོད་རེད་དཔེ་ཆ་བཤད་པ་ཡིན་ན། ད་ལྟ་ཞི་གྲོང Tibet ཀན་ད་ལྟ་འདི Tibet Town གི Project འདི Minnesota Tibet Town གི Project འདི་ཐང་ཤོད་ཚོང་འདི་ཚོང་གི་ནང་ལ་ང་ཡོད། ང་ཚོ་ཚོང་དུད་ཀྱི་ཚོགས་བྱས་རྗེས་འདི་གལ་ཆེན་པོ་འདུག་བྱས་རྗེས་ང་ཚོས་གལ་ཆེན་པོ་ཞུ་བརྩིས་པ་རེད། འདི་ཡོང་ཡ་ཡི་ཁག་པོ་ཡོད་པ་བཅས་ཡི་ག་ལོས་གང་འཚམས་ཤིག་ཡོད་ཡོད་གྱོད་པ་རྒྱུ་མཚན་ཁ་རི་ལྟར་ན་ལས་གཞི་འདིའི་རིགས་འདི་ཆེས་ཐག་ཆོད་བྱས་རྗེས་བཅས་ཡ་ལས་དོན་འདི་ཚོ་ནང་ལོགས་ལ་ཨ་ནི་འཆར་གཞི་མང་པོ་ཅིག་འབྲི་དགོས་ཡ་དང་ཁྲིམས་དང་སྒྲིག་གཞི་མང་པོ་ཅིག་འཁྱིལ་དགོས་ཡ་དང། ཨ་ནི་ཚོགས་པ་ཁག་ཁག་བཙུགས་དགོས་ཡ་དང་དེ་འདྲའི་གི་གནས་སྟངས་མང་པོ་ཅིག་ཡོད་ཧ་གོ་གི་ཧ་གོ་གི་ཡོད་པ་ཡིན་ན་ཡང་ང་ཚོ་འགོ་བཙུགས་དགོས་ཀྱི་རེད། ལས་གཞི་དེ་འདྲས་ཅིག་ང་ཚོའི་འགན་མ་འཁྱེར་པ་ཡིན་ན། མ་འོངས་པ་ཕྱི་རྒྱལ་ལ་བསྡད་མཁན་བོད་པ་ཚོ་ག་ལི་ག་ལི་གེའི་བོད་ཀྱི་ཆོས་དང་རིག་གཞུང་ཉམས་འགྲོ་ཡ་དང་ཉམས་ཆག་འགྲོ་ཡ་དང་བརླག་འགྲོ་ཡ་གི་ཉེན་ཁ་བོད་པ་ཚོ་རུག་རུག་བྱེད་བསྡད་པ་ཡིན་ན་བོད་པའི་གི་གཤིས་ཀ་དང་བོད་པའི་གི་ཆོས་དང་རིག་གཞུང་སྲུང་སྐྱོབ་ཡག་པོ་བྱེད་དགོས་རེད་ལ་ཅི་དེ་འདྲས་ཀྱི་དམིགས་ཡུལ་ཁས་བྱེད་ཅེས་ང་ཚོ Tibet Town གི Project དེ་བཙུགས་ཡ་བྱས་པ་རེད། དེའི་རྗེས་ལ་ཡང Minnesota གི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཞོན་ནང་ལ་ང་སླེབས་པའི་སྐབས་ལ་ཡང་དེའི་སྐབས་ལ་ངས་གསལ་པོ་ལབ་ཀྱི་བྱུང། གལ་སྲིད་ལས་གཞི་འདི། ང་ཡིན་ན་རྒྱབ་སྐྱོར་ཡོད་ཡིན་ནའི་ལས་གཞི་འདི་དོན་དག་སྒྲུབ་ཡ་དོན་དག་ལ། གཡང་དཀར་གྱིས་ང་ཚོ་མཐོང་གི་ཡོད་པ་ཡིན་ན། གཡང་དཀར་མཐོང་གི་མཐོང་གི་ལ་ཨ་ནི་ད་དོན་ང་ཚོ་ལས་གཞི་འདི་ལ་རྒྱབ་སྐྱོར་བྱེད་པ་ནི་ཏག་ཏག་འདི་གི་མ་རེད། ལས་གཞི་འདི་ལ་ཨ་ནི། པད་གཙང་མ་གཙང་ཀྱང་རྒྱབ་སྐྱོར་བྱེད་ཐུབ་པའི་འདི་ང་ཚོ་གཡང་དཀར་མ་མཐོང་པ་ཅིག་དངོས་གནས་དྲང་གནས་ཀྱི་ལས་གཞི་འདིས་བྱས་བྱས་བྱས་བོད་མིའི་སྒྲིག་འཛུགས་ལ་གནོད་མ་སྐྱེལ་ཡ་ཞིག་དང་ཨང་བོད་མིའི་སྒྲིག་འཛུགས་དངུལ་གཡར་བསྡད་པ་དེ་ང་ཚོ་གདེང་ཚོད་དོད་པ་ཞིག་བྱུང་བ་ཡིན་ན་ཨང་གཞི་ནས་ང་ཚོ་ལས་གཞི་འདི་ལ་རྒྱབ་སྐྱོར་བྱེད་དགོས་ཡ་ཁྱེད་ནས་ཏང་ཀྲེན་ཅེ་ཆགས་ཀྱི་རེད་ད་ཞེས་བྱས་ང་ཚོ་འདི་མང་པོ་སྐད་ཆ་མང་པོ་བཤད་རེད་འདི་སྐབས་ལ་ཚོགས་འདུས་རབ་དང་རིམ་པ་མང་པོ་ཚོགས་པ་རེད་ཕ་ཚོ་བཤད་རེས་ཡང་ཐུག་པ་བྱུང་རེད་ཁྲིམས་རྩོད་པ་མཉམ་དུ་ཚོགས་འདུ་ཚོགས་ཁྲིམས་ཀྱི་ཐོག་ནས་ག་འདྲས་རེད་བས་དངུལ་གྱི་ཐོག་ནས་ག་འདྲས་རེད་བས་དེ་འདྲས་ཀྱི་ཐོག་ནས་བྱེད་ཅེས་མཐའ་མ་འདི་ནང་ལོགས་ལ་ཡང་ང་ཚོས་ཨ་ནི། Tibet Town། གྱི Project འདིའི་ནང་ལོགས་ལ་ལས་ཀ་བྱེད་ངེས་འདི་ཚོ་རྒྱུན་ལས་འདི་ཚོ་ཨ་ནི། སུ། ཀྱི་འཕོ་འགྱུར་བཏང་ཡག་གི་དབང་ཚད་ཡོད་རེད་ཟེར་ལ་མི་ནུ་སོ་ར་བོད་རིགས་སྤྱི་མཐུན་ཚོགས་པས་ཀྱི་ཨ་ནི་གལ་སྲིད་ཁོང་ཚོ་ལ་འཕོ་འགྱུར་བཏང་དགོས་ན་འཕོ་འགྱུར་བཏང་མ་ཐུབ་ཡག་གི་དབང་ཚད་ཡང་བཟོ་དགོས་རེད་ལ་བྱས་ང་ཚོ་སྒྲིག་གཞི་འདི་འདྲས་ཡང་བཞག་ཡོད་རེད། འདི་མི་ནུས་སོ་ར་བོད་རིགས་སྤྱི་མཐུན་ཚོགས་པའི་ཀྱི་སྟངས་འཛིན་རང་ལ་འགྲོ་འགྲོ་དགོས་རེད་ད་ཟེར་ཅང་ང་ཚོ་འདི་ནང་ལ་འདི་འདྲས་ཡང་བཞག་ཡོད་རེད་ཁྱོད་པ་རྒྱུ་མཚན་ག་རེ་ཟེར་ལབ་པ་ཡིན་ན་ཨ་འདི་འདྲས་ཀྱི་ནང་ལོག་ལ་ལས་གཞི་འདི་འདྲས་ཅིག་རྩ་ཆེན་པོ་གེགས་ཆེན་པོ་ཅིག་འདི་འདྲས་ཅིག་ལ་ཨ་ནི་བོད་མིའི་སྒྲིགས་འཛུགས་ཀྱི་དངུལ་དེ་ད་གི་ཡོད་པ་ཡིན་ན་ཨ་འདི་དངུལ་འདི་རྩ་ཆེན་པོ་རེད་གེགས་ཆེན་པོ་རེད་འདི་འདྲས་ཀྱི་གདེང་ཚོད་མེད་པ་ཅིག་ལ་ཨ་ང་ཚོ་བཀའ་ཤག་གི་དངུལ་སྤྲིད་ཀྱི་མ་རུ་ཨ། གནས་ཚུལ་རབ་དང་རིམ་པ་བྱུང་ཡོད་རེད། འདི་སྔོན་མའི་གི་གྲོས་ཚོགས་ཚོགས་འདུའི་ནང་ལོགས་ལ་བཀའ་གྲོས་ཐོབ་པ་འདི་འདི་སྐབས་ལ་ས་ཆ་ཅིག་ཡོད་བསྡད་པ་དེ་ས་ཆ་ཅིག་བརྗེ་ལ་ཤོག་བྱས་བྱས་བྱས། ད་ས་མཐའ་ས་ཆ་གསར་བ་རག་ཡ་ལ་ད་མཐའ་འབད་བརྩོན་བྱས་དང་བྱེད་བཞིན་པ་རེད་འདི་ཨ་ནི་མི་ནུས་སོ་ར་བོད་རིགས་སྤྱི་མཐུན་ཚོགས་པ་དང་མི་ནུས་སོ་ར་གི་ད་ད་ད Tibet Town Project འདི་གི་ཨ་ནི་ཁོ་རང་ཚོ་གདེང་ཚོད་སྒྲོག་ཅིག་སླེབས་ས་བ་བྱས་ལ་ཨ་ནི་ཤེས་ནས་བཀའ་ཤག་ལ་བཀའ་གྲོས་ཞུ་ཅིག་བཀའ་ཤག་ལ་ཡང་འགྲེལ་བཤད་རྒྱབ་རྒྱུར་བ། དེ་འདྲ་སོང་ཚེ་འདི་ཚོ་རིགས་འདི་ཚོ་ཧ་གོ་གོ་ཡ་འདི་གལ་ཆེན་པོ་རེད་བསམ་གི་ཡོད་རེད་བ། དེ་ཡ་དོན་མེད་ཀྱི་སངས་རྒྱས་ནམ་ས་ཆོས་དེ་ངས་ཅིག་གི་མིག་བཙུམ་ནས་རྐང་བཙུམ་ནས་རྙོག་དྲ་བཟོས་བྱས་བྱས་བྱས་བྱས། ཨ་མཐའ་མེད་ཀྱི་སྐད་ཆ་ནང་ལོགས་ལ་ག་རེ་བཤད་གོ་རེད་ཟེར་ན་ན། བཀའ་ཤག་གིས་གྲོས་ཚོགས་ལ་དབུ་སྐོར་བཏང་གི་འདུག། བཀའ་ཤག་འཕོ་འགྱུར་བཏང་ཆོག་ཡ་གི་དབང་ཚད་ཡོད་རེད་ཟེར་བྱས་ལབ་ཡོད་རེད། མང་ཚོགས་ཀྱིས་ཧ་གོ་གོ་ག་རེ་གལ་ཆེན་པོ་རེད་ཟེར་ལབ་པ་ཡིན་ན། མདོ་སྟོད་སྤྱི་འཐུས་ཆོས་ལུགས་ཀྱི་སྤྱི་འཐུས་འདི་ཚོས་ཀྱི་དམིགས་ཡུལ་དང་དགོས་པ་དེ་ག་རེ་རེད་ཟེར་ལབ་པ་ཡིན་ན་ཁོ་རང་ཚོས་འདོད་པ་བཞི་བཟུང་གི་སྲིད་སྐྱོང་ཞིག་མ་སླེབས་པ་ཡོད་ན་ཚང། བཀའ་ཤག་དེ་འཕོ་འགྱུར་བཏང་ཡག་གི་ལང་ག་ག་འདྲེ་འདུག་དེ་ལ་ཐབས་ཤེས་ཡུལ་གྲུ་ཚུར་རུ་བྱེད་ཀྱི་ཡོད་དེ་བརྒྱ་ཆ་བརྒྱ་ཐམ་པ་གསལ་བོ་འདི་ཨ་ད་འདས་ཀྱི་ཨ་འབྲུག་ཚེ་བརྟན་གྱི་ཁ་ནས་དོན་བྱ་རྒྱུ་ད་ག་རང་རེད། ད་འདོད། ཨ་འབྲུ་ཚེ་བརྟན་གྱི་གར་ལ་བཞག། རེ་བ། བདེན་པ་བཤད་ཡ། མེད་པ་དང། ད་བདེན་པ་ལ་དེ་བཤད་ཡ་མེད་པ་དེ་འདྲ་ཆགས་བཞག། བདེན་པ་དང་རྫུན་མ་གཉིས་བསྡམས་པ་ཡིན་ན་རྫུན་མ་ལ་རྒྱལ་ཁ་ཐོབ་ཀྱི་འདུག་ལབ་བསྡད་ཀྱི་རེད། ད་རྒྱལ་ཁ་ཐོབ་ཀྱི་འདུག་ཟེར་བཞིན་ལབ་བསྡད་པའི་སྐབས་ལ་ད་དེ་ག་བ་ལ་བཞག་གི་ཡོད་རེད། ཉིས་སྟོང་ཉི་ཤུ་རྩ་དྲུག་གི་སྲིད་སྐྱོང་གི་སྔོན་འགྲོའི་འོས་བསྡུ་གནང་ལོ་ལ་ད་ལྟའི་ལས་ཐོག་སྲིད་སྐྱོང་ལས་ཐོག་སྲིད་སྐྱོང་ལ་མི་མང་བརྒྱ་ཆ་དྲུག་ཅུ་རེ་གཅིག་ལྷག་ཅིག་གིས་འོས་ཤོག་བླུགས་བསྡད་པ་འདིས། བདེན་པ་ལ་རྒྱབ་སྐྱོར་ཅིག་བྱས་པ་རེད་པ་དང་རྫུན་མ་ལ་རྒྱབ་སྐྱོར་བྱས་ཡོད་མ་རེད། བདེན་པ་དང་རྫུན་མ་ལས་འདི་ཁ་ནས་བཤད་ཡས་དང་ལས་སླ་བོ་རེད་ཡིན་ན་བདེན་པ་དང་རྫུན་མ་གཅིག་ཁྲིམས་ཐག་བཅད་ཁ་ཞིག་འགྲོ་དགོས་ཡོད་པ་ཡིན་ན་ག་བ་བཅད་ཁ་འགྲོ་དགོས་རེད་དེ་མེད་ན་ཁྲིམས་ཁང་ནང་འགྲོ་དགོས་རེད། དེ་མིན་ན་མི་མང་རྩ་འགྲོས་ཀྱིས་མི་མང་གི་འོས་ཤོག་བླུག་བྱེད་ཅེས་བྱས་བསྡད་པ་དང་རྫུན་པ་ར་སྤྲོད་ཡོང་བསྐུར་བ། ད་ལྟའི་དཔའ་ལྡན་སྲིད་སྐྱོང་མཆོག་མང་ཚོགས་བརྒྱ་ཆ་དྲུག་ཅུ་རེ་གཅིག་ལྷག་ཅིག་གིས་རྒྱབ་སྐྱོར་བྱས་པའི་དོན་ཚད་མཐོ་པོའི་ཐོག་ནས་བདེན་པ་ལ་རྒྱབ་སྐྱོར་བྱེད་ཅེས་ཀྱི་སྒོ་ནས་སྲིད་སྐྱོང་ལུགས་རྒྱུད་ནང་བྱུང་མ་ཡོད་པའི་དངོས་གཞི་ནར་སྒྲོ་མི་གོ་བའི་སྲིད་སྐྱོང་གྱི་གདམས་བར། ད་སངས་རྒྱས་ནམ་ས་ཆོས་དེ་ཉིད་སྡིག་གིས་སོ་སོའི་འདོད་པ་གཞི་བཟུང་གི་སྲིད་སྐྱོང་འདི་ལ་རྒྱབ་སྐྱོར་མ་ཐོབ་སོ་སོའི་འདོད་པ་གཞི་བཟུང་གི་སྲིད་སྐྱོང་ཞིག་མ་སླེབས་པའི་སྐབས་ལ། རྫུན་མ་ལ་རྒྱལ་ཁ་ཐོབ་རེ་ཟིག་ལབ་པ་ཡིན་ན་དེ་སངས་རྒྱས་ནམ་ས་ཆོས་དེ་ཉིད་སྡིག་གིས། འདི་བའི་གནས་ཆུང་བཀའ་ལུང་སྤྱན་འདྲེན་ནང་ལོགས་ལ་དམ་ཉམས་པ། ཁོས་དེ་ངས། མི་དོ་བདག་རང་གིས་སྐད་ཆ་བཤད་པ་ཡིན་ན་ལན་པོ་ཡོད་རེད་པས། རྒྱ་བོད་རིན་པོ་ཆེ་ལ་འཚེ་མེད་ཞུ་ངེས་སྙམ་དུ་ཆོས་དང་ཟང་ཟིང་འབྲེལ་བ་བྱེད་མཁན་མི་དེ་འདྲས་ཅིག་གིས། ཨ་དེ་རིང་བདེན་པ་དང་རྫུན་མ་ལ་རྫུན་མ་ལ་རྒྱལ་ཁ་ཐོབ་ཟེར་ལབ་པ་ཡིན་ན་ལས་རྒྱུ་འབྲས་འགྲུབ་གི་འགྲུབ་པས། ད་འདོད་དགེ་བཤེས་ལྷ་རམས་པ་ཡིན་ཞེས་བྱས་བྱས་སྤོ་བ་མཐོན་པོ་ཐོག་ནས་བཤད་ཀྱི་ཡོད་རེད། སངས་རྒྱས་ཀྱི་ནམ་ས་ཆོས་དེ་ཉིད་ཀྱི་བདེན་པ་ཤེས་མ་ཐུབ་པ་ཡིན་ནས་རྫུན་མ་བཤད་རྒྱུ་ཡོད་མ་རེད་བསམ་གྱི་འདུག་བཀའ་ཤག་གིས་གྲོས་ཚོགས་ལ་གོ་སྐོར་ག་འདྲའི་བཏང་ཤག་བཏང་མི་ནུས་པ་ད་འདོད Minnesota Tibet Tongue Project དེ་ལས་དོན་མ་བསྒྲུབས་པའི་དོན་དག་ལ Minnesota ནང་ལོགས་ལ་ཆབ་སྲིད་སྡུག་ཅག་ཞུ་འཁྲབ་བྱེད་བྱེད་བྱེད་ལས་དོན་འདིའི་དོན་དག་ལ་ཨ་ནི་དཀྲུགས་ཤིང་རྒྱ་བལ་གྱི་གནད་དོན་མང་པོ་ཅིག་ཆགས་ཡོད་པ་དེ་ང་རྒྱུད་རིམ་མང་པོ་ཞིག་ཤེས་ཡོད། མི་ནི་སུ་རེད་ལགས་ནོར་ལ་ཀྲི་བེད་ཀྲང་པྲོ་ཇེག་ཅིག་བཙུགས་བྱས་བྱས་བྱས་ཡག་པོ་ཅིག་བྱུང་ཡོད་པ་ཡིན་ན། དེ་བོད་རྒྱལ་ཁབ་དང་མི་རིགས་ལ་ཕན་ཐོགས་ལ་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་དུ་འུར་བ། ད་ལྟའི་ཆ་ལ་ང་ཚོ་ཕྱི་རྒྱལ་ནང་ལ་ཡོད་པའི་བོད་པ་བླ་བྲག་འདི་ཚོ། གཟའ་མཇུག་བླ་བྲག་འདི་ཚོ་གཟའ་མཇུག་གཅིག་པུ་ཅིག་མ་གཏོགས་ང་ཚོ་ད་ལྟའི་བོད་པའི་གཞོན་སྐྱེས་སྤུ་གུ་འདི་ཚོ་ལ་དངོས་གནས་དྲང་གནས་ཀྱི་བོད་ཀྱི་སྐད་ཡིག་ཧྲག་ཐག་དང་བསླབ་ཐུབ་པོ་ཡོད་མ་རུང་བ། དེ་རྒྱུ་མཚན་ཆེ་ཤོས་ཅིག་ག་རེད་ཟེར་ལབ་པ་ཡིན་ན། ང་རང་ཚོའི་གི་སྤུ་གུ་འདི་ཚོ་འགྲོ་ས་དེ་དབྱིན་ཇི་བླ་བྲག་ལ་འགྲོ་དགོས་བ་རེད། འགྲོ་ས་དེ་དབྱིན་ཇིའི་རླབས་ཆ་ལ་འགྲོ་ས་བའི་རྗེས་ལ། སོ་སོའི་ནང་ལ་ཡོང་བའི་སྐབས་ལ་གྲོང་པོ་ཁྱིམ་མཚེས་སྤུ་གུ་དེ་ཚོ་དབྱིན་ཇིའི་སྤུ་གུ་རེད། གྲོང་པོ་ཁྱིམ་མཚེས་སྤུ་གུ་དེ་དབྱིན་ཇིའི་སྤུ་གུ་ཡིན་པ་ཡིན་ན་སྤུ་གུ་རྩེད་མོ་རྩེ་ས་དེ་ན་སྤུ་གུ་གྲོང་པོ་ཁྱིམ་མཚེས་དབྱིན་ཇིའི་སྤུ་གུ་ཡིན་པ་ཡིན་ན། འདི་སྐད་སྐད་ཡིག་རྒྱ་ཡིག་དེ་དབྱིན་ཇིའི་སྤུ་གུ་ནང་ལ་ལ་སྐད་ཡིག་རྒྱ་དེ་ཡང་མ་གཏོགས་བོད་སྐད་རྒྱ་གུ་ཡོད་མ་རུང། སང་ཉིན་ད་ངེས་ང་ཚོ་བོད་པའི་གཞིས་གྲོང་བཙུགས་འདོད་པ་ཡིན་ན་བོད་པ་ནང་མི་བརྒྱ་གཉིས་བརྒྱ་མཉམ་དུ་སྡོད་ཀྱི་ཡོད་པ་ཡིན་ན་གྲོང་པོ་ཁྱིམ་མཚེས་བོད་པ་ཆགས་པ་ཡིན་ན། ཕན་ཚུན་རྩེད་མོ་རྩེས་པའི་སྐབས་ལ་བོད་སྐད་རྒྱ་གུ་རུང་བ། དེས་ང་ཚོས་མ་འོངས་པར་ཕུགས་རྒྱང་རིང་པོ་གི་བསམ་བློ་གཏང་བྱེད་ཅིག་བྱེད། ཕྱི་རྒྱལ་ལ་དེ་སྔའི་བོད་པ་ཚོས་ད་གསོད་སྲོལ་གྱི་དངུལ་བཟོས་གཅིག་པུ་མེད་པ་བྱེད་ཅིག་དངོས་གནས་དྲང་ནས་མ་འོངས་པར་འབྱུང་འགྱུར་གཞོན་སྐྱེས་ཀྱི་དེ་ཚོ་རྣ་ལོག་ལ་བོད་ཀྱི་སྐད་ཡིག་སྲུང་སྐྱོབ་བྱེད་ཐུབ་ཡ་མི་རིགས་སྲུང་སྐྱོབ་བྱེད་ཐུབ་ཡ། བཙན་བྱོལ་ནང་ལ་ང་ཚོ་ལོ་བཅོ་ལྔ་ལྷག་གི་རེད་ཉི་ཤུ་ལྷག་གི་རེད་སུམ་ཅུ་ལྷག་གི་རེད་ག་ཚོད་ལྷག་པ་ཡིན་ནི་ཡ། ད་ང་ཚོ་ད་ཆ་ཕྱིའི་རྒྱལ་ཁབ་རྣ་ལོག་ལ་བོད་པའི་ཀྱི་རིག་གཞུང་ངོ་མ་དེ་བརླག་འགྲོ་གོ་རོ། ད་སྒོར་གཞས་ཀྱི་འཁྲབ་སྟངས་ཀྱི་ཐོག་ནས་ང་ཚོའི་བོད་ཀྱི་རིག་གཞུང་ངོ་མ་བརླག་འགྲོ་གི་ཡོད་རེད། ད་བོད་ཀྱི་སྐད་ཡིག་སྒྲོག་བྱེད་ཆ་ཆག་པ་ཡིན་ན་ང་ཚོ་ད་བོད་སྐད་གཙང་མ་རྒྱབ་འདུག་ངེས་ལེགས་དཔེ་མི་སྲིད་ཁག་པོ་ཤོར་ཆག་འདུག་བ་ཕྱི་རྒྱལ་ཁག་ལ། དེ་འདྲས་སོང་ཙང་དེ་འདྲས་ཀྱི་དམིགས་ཡུལ་འདྲིས་བྱེད་ཅེས་དམྱལ་བ་ད་འདོད་ནི་དཔའ་འདྲེ་ནེ་རུ་མཆོག་གིས། རྒྱ་བོད་རིན་པོ་ཆེ་བོད་པ་ཚོ་རུག་རུག་བྱེད་བསྡད་དགོས་རེད། ཨ་བོད་པའི་གཞོན་སྐྱེས་ཚོ་ལ་དེང་དུས་ཀྱི་ཤེས་ཡོན་སྤྲད་དགོས་རེད་ལ་བྱས་རྗེས་ཨ་ནི་ཞི་འཇགས་ཁག་དེ་ཚོ་བཙུགས་དགོས་རྒྱུ་བ་རྒྱུ་མཚན་དེ་བོད་པ་ཚོ་རུག་རུག་བྱེད་བསྡད་པ་ཡིན་ན་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་ཡག་པོ་ཡོང་གི་རེད་ལ་དེ་གི་མུས་དེ་རུ། ད་ལྟ་ང་ཚོ་ཨ་རིའི་ནང་ལོགས་ལ་ཡུ་རོབ་ནང་ལོགས་ལ་བོད་པ་ཚོ་རུག་རུག་བསྡད་མ་ཐུབ་ཙང། ཉི་མ་གཉིས་མ་གི་ལས་ཀ་བྱེད་དེ་ཡག་འདི། ཨིན་ཇི་དང་ཧྥ་རན་སི་སྐད་རྒྱབ་དེ་ཡག་དང་སོ་སོ་གི་གྲོང་པ་ཁྱིམ་སྤུ་གུ་དེ་ཚོ་གྲོང་པ་ཁྱིམ་མཚེས་ཨིན་ཇི་ཡིན་ཙང་དེ་འདྲས་ཀྱི་ཐོག་ནས་ང་ཚོ་ཡོང་བ་ར་ག་ལི་ག་ལི་ལས་དོན་དེ་ཚོ་ཡག་པོ་སྒྲུབ་པ་ཡིན་ན་ཨ་ང་ཚོ Tibetan Charter School ཡང་བཙུགས་བྱེད་བྱེད་བྱེད་ཨ་ཞི་ཇག་ད་བོད་པའི་གི Tibet དྲང་འགྲོ་བྱེད་ན་དེ་འདྲས་ནང་བཙུགས་བྱེད་བྱེད་ཨ་ནི་བོད་པའི་སྤུ་གུ་དེ་ཚོ་ཨིན་ཇི་ལབ་དྲ་འགྲོ་མོ་གོ་ད་འདས Tibetan Charter School ནང་དུ་ལ་ཨ་ནི་བོད་ཡིག་ལབ་ཡག

དམིགས་ཡུལ་བཟང་པོ་ཅིག་ལ་དམིགས་ཡུལ་དེ་བོད་ཀྱི་ཆོས་དང་རིག་གཞུང་གི་སྲུང་སྐྱོབ་ཅིག་ཡག་གི་དེ་དམིགས་ཡུལ་རེད་མ་གཏོགས་འདི་གི་ཀྲི་པེ་ཀྲང་གི་པྲོ་ཇེག་ལ་དཔལ་ལྡན་སྲིད་སྐྱོང་མཆོག་ལ་ག་རེ་ཁེ་ཕན་ཡོད་ར། བཀའ་ཤག་ལ་དགོ་དགོ་བཏང་ནས་བཀའ་ཤག་གི་གྲོས་ཚོགས་ལ་དགོ་དགོ་བཏང་ནས་ག་རེ་ར་ཡོད་ར། ད་འདོད་ཀྲི་པེ་ཀྲང་གི་པྲོ་ཇེག་གི་གནད་དོན་འདི་ཐོག་ལ་སྐད་ཆ་ག་ཤེད་ཅིག་དེ་བ་ལ་ཨ་ནི་སྤྱི་ཚོགས་དྲ་རྒྱ་ནང་ལ་བཤད་བསྡད་ཡ་དེ་ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་གི་རྒྱབ་སྐྱོར་བ་དེ་ཚོ་གི་བ་གུ་ན་ལོ་ལ་ཨ་ནི་ས་ཡ་ཞིག་འགྲོ་གི་ཡོག་རེད། དེ་འདྲའི་གི་གནས་ཚུལ་དེ་འདྲའི་ཤེས་བྱེད་བྱེད་བྱེད་རྩུབ་མོ་དེ་འདྲའི་ཤེས་བྱེད་ཀྱི་གནས་ཚུལ་མང་པོ་ཅིག་བྱུང་སོང་བ། དེ་འདྲའི་གསུངས་ས། འདིའི་དོན་དག་མ་བསྒྲུབས་པའི་དོན་དག་ལ། རྩ་བའི། ངས་འདི་ངས་ལ་ལབ་པའི་ད་འདི་ཡང་ལབ་གི་ཡོད། འདིའི་དོན་དག་བསྒྲུབས་དང་མ་བསྒྲུབས་ལ་ཡང་འདིས་ཁྲིམས་དང་སྒྲིག་གཞི་མང་པོ་ཞུ་ཅིག་ལ་རག་ལུས་ཀྱི་ཡོད་རེད། ཨ་འདིས། དཀའ་ངལ་མང་པོ་ཁྲིད་ཀྱི་ན་ཨུ་ཚུགས་རྒྱབ་བྱེད་བྱེད་ཨ་ནི། མ་བྱེད་ཡ་ཅིག། འདི་ཉེན་ཁ་ཞིག་མཐོང་གི་ཡོད་པ་ཡིན་ན་གཡང་ཁ་ཞིག་ན་འཛག་གི་ཡོད་པ་ཡིན་ན་འདི་སྐབས་ལ་དཀའ་ཆེ་ཆེ་ཆེ་ཨ་བོད་མི་སྒྲིག་འཛུགས་ཀྱི་དངུལ་དེ་ཚོའི་ཕར་སློག་གོ་ཞེ་ན་སློག་བྱེད་བྱེད་བྱེད་ཡག་གི་དེ་འདྲས་ཀྱི་ལམ་ཁ་ཅིག་བྱེད་བཟོད་དགོས་ཀྱི་རེད་བཀའ་ཤག་ལ་བོད་རིགས་སྤྱི་མཐུན་ཚོགས་པ་ནས་བས་ཡང་ད་ག་ནས་ཤི་གྲོང་སྡེ་ལས་ད་གྲོང་སྡེ་གི་ལས་གཞི་འདི་གི་ཚོགས་ཆུང་དང་བོད་རིགས་སྤྱི་མཐུན་ཚོགས་བཀའ་ཤག་ནས་གདེང་ཚོད་ཅིག་སྤྲད་བྱེད་བྱེད་བརྒྱ་ཆ་བརྒྱ་ཐམ་པ་དོན་དག་སྒྲུབ་པས་འདུག་ཁྲིམས་དང་སྒྲིག་གཞི་ནི་དཀའ་ངལ་ཅི་མི་འདུག། ད་ལྟའི་ཆ་ལ་ཡང། ནང་མི་སུམ་བརྒྱ་ལྷག་ཅིག་གིས་འདི། མཉམ་ཞུགས་བྱེད་ཀྱི་ཡིན་ལ་དེ་སྔའི་ནང་ལོགས་ནས་ཡང། ད་ལྟའི་ཆ་ལ་ནང་མི་བརྒྱ་དང་སུམ་ཅུ་ཞིག་ད་ལྟ་ཡང་གྲ་སྒྲིག་ཡིན། མིང་ཕྱིར་འཐེན་གཅིག་གཉིས་ཀྱིས་བྱས་ཡོད་མ་གཏོགས་བྱེ་མ་ཚང་མ་གྲ་སྒྲིག་ཡིན་ལ་དེ་བས་སྐབས་ལ། ནང་མི་བརྒྱ་དང་སུམ་ཅུ་གིས་སོ་སོའི་གི་དངུལ་འདི་ནང་བདག་བོར་བ། དངུལ་བདག་བྱེད་བྱེད་བྱེད་བྱེད་ཨ་ནི་དངུལ་འདི་ནང་མི་བརྒྱ་དང་སུམ་ཅུ་དེ་གི་དངུལ་འདི་ག་རེ་ཡོད་པ་འདི་ཨ་ནི་ཕ། བཀའ་ཤག་ལ་ཕ་དངུལ་འདི་ཕ་བློ་ཁོག་རེད། ས་གཡའ་ཞིག་གི་དངུལ་དེ། དེ། བཀའ་ཤག་གི་དངུལ་གཡའ་གཡའ་འདི་གནས་སྐབས་མར་རྩ་འདི་ས་ཆ་ཉུལ་བའི་ཅིག་ཆེད་དུ་ཨ་འདི་བྱེད་ཀྱི་འོར་བ་དེ་འདྲ་སོང་ཚེ་ལས་གཞི་འདི་དང་འབྲེལ་བ་ཡོད་པའི་ཐོག་ནས་སྤྱི་ཚོགས་ནང་ལོག་ལ་ཨ་ཅིག། དཀྲུགས་ཤིང་རྒྱབ་པའི་དང་གནས་ཚུལ་བདེན་པ་མ་ཡིན་པ་དེ་འདྲ་བཤད་ལྡིང་གི་མང་པོ་ཞིག་ཡོད་རེད། རེད་བ། དེ་ཚོ་ལ་གཟབ་གཟབ་བྱེད་དགོས་ཡ་དང་དམིགས་བསལ་སྤྱི་འཐུས་གྲོས་ཚོགས་ནང་ལོག་ལ་ཨ་འདི་ཚོའི་ཐོག་ལ་ཞིབ་འཇུག་བྱེད་སློབ་སྦྱོང་བྱེད། དམིགས་བསལ་སངས་རྒྱས་ནམ་ཟ་ཆོས་ལྡན་གྱི་ཆོས་ལུགས་ཀྱི་སྤྱི་འཐུས་འདི་ཚོ་སློབ་སྦྱོང་བྱེད་དགོས་ས་ཤིན་ཏུ་གལ་ཆེན་པོ་རུ་བ། ངེད་ཅག་དང་ཐར་བཀའ་དྲང་དངོས་གྲུབ་བསོད་ནམས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་བང་མཛོད་ནང་ལོགས་ལ་ཨང་ས་ཡ་ཉིས་སྟོང་ཡོད་རེད་ཟེར་གྱི་ད་ས་ཡ་ཉིས་བརྒྱ་སུ་མ་ཞིག་མི་འདུག་ལ་དེ་འདི་ཚོ་རྩིས་ཀྱི་ཐོག་སློབ་སྦྱོང་བྱེད་བཞིན་ཡོད་མ་རུ་བ། གཏན་འཇགས་མ་དངུལ་གྱི་ནང་ལོགས་ལ་ས་ཡ་ཉིས་སྟོང་ཞེས་རྩ་བ་ཉིད་ལ་ཡོད་མ་རུ་བ། འདི། ལོ་རྟགས་རེ་ཞིག་སྔོན་རྩིས་བཀའ་གྲོས་ཞུ་བའི་སྐབས་ལ་ས་ཡ་ཉིས་སྟོང་ཞེས་བཀའ་གྲོས་ཞུ་གི་ཡོད་རེད་མ་གཏོགས་འདི་ས་ཡ་ཉིས་སྟོང་ཞེས་ལ་ཡ་ལབ་པའི་སྐབས་ལ་ས་ཡ་ཉིས་སྟོང་ཞེས་དཔེ་རྡོག་རྡོག་པོར་སྟོན་ཡས་ཡོད་མ་རུང། འདི་ད་ལོའི་བཀའ་ཤག་གིས་ཉིས་སྟོང་ཉི་ཤུ་རྩ་གསུམ་རྩ་བཞི་ཡིན་ནི་རེད་རྩིས་ལོ་འདིའི་ནང་ལོ་ལ་ཨ་ནི་ལས་གཞི་དེ་འདྲས་ཅིག་ང་ཚོས་ཨ་ནི་བོད་ཀྱི་ཆོས་དང་རིག་གཞུང་ཨ་ནི་བོད་ཀྱི་ཆབ་སྲིད་ད་ག་ནས་ཞིག་འཛིན་སྐྱོང་ད་ག་ནས་ཞིག་མི་མང་གི་བདེ་དོན་བདེ་དོན་གྱི་ཆེད་དུ་ཨ་ང་ཚོས་བཀའ་ཤག་ལ་བཀའ་གྲོས་ལ་དེ་འདྲས་ཞུ་གི་ཡོད་འདི་གྲོས་ཚོགས་ནས་བཀའ་གྲོས་ཞུ་དགོས་རེད། ཨ། འདི་དངུལ་འདི་ད་བཀའ་ཤག་གི་ཚེ་གོ་གོ་རེད། ཕྱི་རྒྱལ་རོགས་ཚོ་ནས་དངུལ་རག་གི་ཡོད་པ་ཡིན་ནའི་དེ་ཚང་མ་ཚེ་བྱས་བྱས་བྱས་དེ་ཡིན་གོ་རེད། འདི་ཚོད་དཔག་དེ་འདྲས་ཀྱི་རེད་མ་གཏོགས་འདི་དངུལ་ཡོད་ཟེར་གྱི་ལབ་གི་ཡོད་མ་རེད། འདི་མང་ཚོགས་ཀྱི་ཧ་གོ་གོ་བ་གལ་ཆེན་པོ་རེད་བ། ད་རྩིས་ཀྱི་ཐོག་ལ་གལ་གོ་ཆེན་མ་ཤེས་པའི་སྐབས་ལ་ཆོས་ལུགས་སྤྱི་འཐུས་བཀའ་ཁྲག་དངུལ་གྲོན་སོང་ན་ཁོང་ཚོའི་འགྲོ་འདྲ་ཧང་སང་བྱས་བྱས་བྱས་བྱས་ད། འདི་སྔས་ཀྱི་བཀའ་ཤག་ལ་ཨ་བང་མཛོད་ནང་ལ་ལ་ས་ཡ་ཉིས་སྟོང་ཡོད་ལ་ཡ་འདི་ད་ས་ཡ་ཉིས་བརྒྱ་མ་ཞིག་མི་འདུག་ཅེས་ལབ་བསྡད་པའི་སྐབས་ལ། ཆོས་བྱེད་ངན་དགེ་འདུན་པ་འདི་ཚོས། སློབ་སྦྱོང་ཡག་པོ་མ་བྱས་པའི་སྐྱག་ཉལ། རྩིས་ཀྱི་ཐོག་སློབ་སྦྱོང་མེད་པ་ཆབ་སྲིད་ཀྱི་སློབ་སྦྱོང་མེད་པ་རྒྱལ་སྤྱིའི་གི་སྡིངས་ཆ་ནང་ལ་ག་རེ་བཤད་དགོས་བ་མེད་ཨ་ད་ག་ནས་ཤིག་གི་རྒྱ་གར་སྐད་དང་དབྱིན་ཇི་སྐད་གོས་སྐུ་མ་ཤེས་པའི་སྐབས་ལ་དེ་བ་ལ་ཨ་ནི་ཅིག་རྒྱལ་སྤྱིའི་གི་ཨ་ནི་ཅིག་ཞུ་གཏུག་བྱེད་ག་འགྲོ་བའི་སྐབས་ལ་དབྱིན་ཇི་དང་རྒྱ་གར་གི་ཚིག་མ་ཤེས་པས་ན་ཨ་ད་ལྐུགས་པ་ལྐུགས་རྐྱང་རོ། ད་འདི་ཚོ་འགྲོ་འདྲའི་སྤྱི་འཐུས་རྣམས་བདམས་བྱས་བྱས་ང་ཚོ་ག་རེ་ཕན་ཐོག་གོ་རེད་ཕན་ཐོག་ཡ་སྐྱེ་དགོས་ཀྱི་མི་འདུག་དེ་འདྲ་སོང་ཙང་མང་ཚོགས་ཀྱི་ཧ་གོ་གོ་ཡ་དེ་ག་རེ་རེད་རེད་ཟེར་ལབ་པ་ཡིན་ན་དངོས་གནས་དྲང་གནས་ཀྱི་བོད་རྒྱལ་ཁབ་དང་མི་རིགས་དོན་དག་དཀའ་ལས་སུ་རྒྱབ་ཀྱི་འདུག་ད་ལྟའི་དཔའ་སྡེ་སྲིད་སྐྱོང་མཆོག་གིས་དཀའ་ལས་རབ་དང་རིམ་པ་རྒྱབ་བྱས་བྱས་བྱས་བྱས་ཨེ་ཤ་ཡ་རང་དབང་རླུང་འཕྲིན་དང་ཨ་རིའི་རླུང་འཕྲིན་ཁང་ལ་ཅིག་རོགས་དངུལ་རག་ཐུབ་ཡ་བོད་མི་སྒྲིག་འཛུགས་ལ་རོགས་དངུལ་རག་ཐུབ་ཡ་ད་ག་ནས་ཤེས་ཀྱི་ཨ་ནི་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཨ་ང་ཚོའི་བོད་པའི་ཀྱི་གནད་དོན་འདི་ཡར་སླེབ་ཐུབ་ཡ་དོན་དག་ལ་ག་ཚོད་རྒྱུགས་དེའི་རྒྱུག་བདེ་བ་དེ་ཡག། ཡག་ག་བྱེད་ཁྱོད་དེ་མ་ཤེས་པ་ཆེ་ཆེ་ཆེ། ད་བཀའ་ཤག་རྐང་པ་ག་འདྲའི་བསྟན་དགོས་འདུག་བཀའ་ཤག་ལ་མིང་ཆད་ག་འདྲའི་གསོལ་དགོས་འདུག་ཨ་མཐའ་མ་དེ་ལ་འུ་ཐུག་བྱེད་བྱེད་ཨ་ནི་བཀའ་ཤག་ལ་མགོ་སྐོར་བཏང་སོང་ལད་ཟླའི་དེ་ཚོ་དངོས་གནས་དྲང་གནས་སངས་རྒྱས་ནམ་ས་ཆོས་དེ་ངེད་ཅིག་སྐད་ཆེ་སྟངས་འདི་ཡག་ག་བྱེད་རེད་པས། འདིའི་བི་གནས་ཆུང་བཀའ་ལུང་སྤྱན་འདྲེན་རྣམས་ལ་དམ་ཉམས་པ་ཅིག་གིས། སྐད་ཆ་བཤད་སྟངས་འདིས། སུ་སོ་སོས་ཀྱི་ནང་ལ་བལྟས་བྱས་བྱས། དེ་རིང་ངས་སྐད་ཆ་བཤད་བསྡད་སྐད་དེ་ཁྱོད་རང་དོ་བདག་སོ་སོ་ཀྱི་ལག་ལེན་ལ་བརྟག་ན། ཏག་ཏག་བསྡད་ཀྱི་འདུག་མི་འདུག་བརྟག་དགོས་ཡ་ངས་ཤིན་ཏུ་གལ་ཆེན་པོ་རེད་བསམ་གྱི་འདུག་དེ་འདྲ་སོང་ཚེ་དེ་རིང་གི་བརྙན་ཐུང་འདི་ད་ག་རང་འཚམས་ཤ་ཡིན་དུ་བྱས་ན།